མ་འོངས་པའི་སོན་རྩ། མི་རིགས་ཀྱི་ཀ་བ། རིག་གཞུང་གི་བདག་པོ་མ་འོངས་པ། འོ་ནི་ང་རང་གི་གཙོ་བོ། སྐུ་བུ་ཚོ་སོ་སོའི་ཕ་མ་གི་ཤིན་ཏུ་གཅེས་པའི་ཨེ་ཕ་མའི་ཁྲག་ལས་བཙས་པའི་ཨེ་ནི་སྐུ་བུ་ཚོ་གི་ཆེད་དུ། ལག་ཐོག་གི་ཁ་པར་དང་འབྲེལ་བའི་ཨེ་ནི་ཁ་པར་སྒང་ནས་བཙས་མ་བཙས་ཡ་དེ་དང་འབྲེལ་བའི་སྤུ་གུ་འཕྲོ་བརླག

ཁྲིད་དགོས་ཡག་གི་དཀའ་ངལ་འདི་འདྲའི་བྱུང་ཡོང་ར་ད་དུས་ཚོད་འདི་འདྲའི་ཐབས་སྐྱོ་པོ་འདི་འདྲའི་བྱུང་ཡོང་རེད་དེ་ཡིན་དུས་འདིའི་བརྒྱུད་རིམ་འདི་ན་ད་འུ་གུ་འཛིན་གྲྭ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་བ། དྲུག་པ། ད་འཛིན་གྲྭ་བདུན་པ་བརྒྱད་པ་འདི་ཚོ་ནམ་རྒྱུན་ཁ་བ་ཡོད་པ་ཆགས་ཤོག་ད་དྲུག་པ་ནས་བདུན་པ་བརྒྱད་པ་དགུ་དགུ་པ་ཚོ་འདུག་ད་བརྒྱད་པ་ཚོ་འདུག་ད་དྲུག་པ་བདུན་པ་བ་འདུག་ཁ་བ་བུ་ཆུ་བྱིངས་མ་ར་ནམ་རྒྱུན་ད་འདི་འགྱེལ་ཡིན་ནས་ཁ་བ་བུ་ཆུ་བྱེད་དགོ་ངན་ཞིག་ཆགས་བསྡད་ཡོད་རེད་འདི་འདྲ་སོང་ཙང་འདི་དང་འབྲེལ་བའི།

དངོས་སུ་གནོད་པ་ཇི་ལྟར་ཤུགས་ཀྱིས་གནོད་པ། རོ་བ། ད་དེའི་རིགས་དེ་མང་ཆེ་ཅིག་ཤུགས་ཀྱིས་གནོད་ཡོང་པ་རེད། དེ་ཡང་ཨེ་ནི་སྤུ་གུ་ཁོ་རང་གི་དང་པོ་ན་རེ། སྤུ་གུ་ཁོ་རང་གི་དབང་རྩ་ཟེར་གི་རོ་དབང་རྩ། ཨེ་ནི Nervous System ཟེར་གི་རོ། ཨིན་ཇི་ཡིན་ན། ང་ཚོ་ཡིན་ན་དབང་རྩའི་མ་ལག་ཟེར་གི་དེ་གཙོ་བོ་ཀླད་པར་གནས་བར། དེ་གི་ཨེ་ནི་ཅིག། རྩ་འཁོར་གྱི་འཁོར་རྒྱུག་དེ་དང་པོ་ནས་རང་ཞན་པོ་ཇི་བྱེད། ཨེ་འདི་གང་ལ། ད་ཁ་བ་གང་ལ་རྒན་མཛེས་ཨ་དེ་མང་པོ་ཞོ་བཙལ་བ་ཡིན་ན། སྤུ་གུ་འདིའི་རིགས་འདི་ལ་ཉེན་ཁ་ཆེན་པོ་གཅིག་ཡོད། ལྷག་པར་དུ་སྤུ་གུ་མིག་སྐྱོ་བོ་ཡོད་ངེས། ནམ་རྒྱུན་དུ་དྲན་པ་སྐྱོ་བོ་ཡོད་ངེས། འོ་དེ་ཚོའི་རིགས་དེ་ཚོ་ལ་ཨེ་ནི་ཅིག་སྐད་ཆ་བཤད་དེ་བདེ་བོ་མེད་པ། དེ་ཚོའི་རིགས་ལ། ཁ་བ་གང་ལ་རྒན་རྒྱུན་རིང་པོ་བཙལ་བཅུག་ཡག་འདི་ཉི་མ་ནས་ཉི་མ་བདུན་ཕྲག་ནས་བདུན་ཕྲག་ཟླ་བ་ནས་ཟླ་བ་ལོ་ནས་ལོ་བཙལ་བཅུག་ཡག་འདི། ཉེན་ཁ་ཆེན་པོ་ཞོ་ཞོ་རེད། འདི། ཡིན་གཅིག་མིན་གཅིག་རྣམ་པ་ཚོ་ཐུགས་ལ་འཆང་བར་གདའ། ད་ལྟ་དཀའ་ངལ་མ་འཕྲད་པ་ཡིན་ནས་ཁོ་ལོ་ཡ་ཚ་ཆེན་པོ་ཆགས་ཡོང་དུས་ནི་ཁོ་ལ་དཀའ་ངལ་འཕྲད་ཡ་མིན་རྒྱ་ཆ་རྒྱ་ནས་རྒྱ་རེད། ད་གཉིས་པ་སྤྱིར་བཏང་གི་པུ་གུ་གི་དབང་རྩ་དང་དེ་ཚོ་ཡག་པོ་ཡོད་པ་ཡིན་ནས་ད་དུང་ཁ་པར་རྩེར་བཅུག་པ་ཡིན་ན་ཡང་འདིའི་རིགས་འདི་ལ་དེ་ནི་མ་འོངས་པར་ལོ་ཡ་ཚ་སླེབས་དུས་ད་ནས་མི་དེ་གི་ཀླད་པའི་གང་ལ་དཀའ་ངལ་འཕྲད་ཡ་མིན་གི་དབང་རྩ་ཉམས་ཡ་ནི་ཨམ་ཅོག་གི། སྒྲ་འཛིན་གྱི་ནུས་པ་ཤོར་ཡག་འོ་འདི་འདྲས་ཀྱི་ཉེན་ཁ་གཅིག་ཡོག་རེད་རེད་བ། དེ་འདྲས་བཟོ་ན་ད་ད་ད་ང་ཚོ་དངོས་སུ་ཐུག་འདུག་ད་དེའི་གཟིགས་དང་རྣམ་པ་བཟོ། སྤུ་གུ་ཆུང་ཆུང་ཞིག་ཉི་མ་ཉལ་དེ་ཡོད་རྗེས་ད་ཕེ་ཅིན་ང་ཚོ་བོད་པའི་སྤུ་གུ་ཡིན་པ་འདྲ་བོ་འདུག་ད། གཉིས་ལམ་ལོག་ལས་ཁོ་ཨ་འདྲས་བྱོས་ཡོག་དེ། ད་འདི་ག་རེད་ཕ་མས་སྤུ་གུ་ངུས་རེད་བ། ཐ་མ། ཨ་གུ་ཨ་ཞང། པོ་པོ་མོ་མོ།

ཕ་མ་འདི་ལྐུག་པ་ཡིན་གྱི་རེད་སྙོམས་པ་ཡིན་གྱི་རེད། རེད་པ། ང་ཚོ་གི་བོད་ཀྱི་གཏམ་དཔེ་ལ། ང་ཆུང་ཆུང་སྐབས་ཀྱི་གཏམ་དཔེ་ལ་ག་རེ་ཡོད་རེད། ཟ་ལུག་འབྲུ་ལུག་བདུད་ལུག་གསུམ་དྲིན་ཅན་ཕ་མའི་བཀའ་དྲིན་ཡིན། དེ་རེད། ཟ་འདང་ག་འདྲས་ཟ་འོ་རེད་བས། ཟ་དུས་ག་འདྲས་བསྡད་འོ་རེད་བས། མིའི་དཀྱིལ་ལ་ག་འདྲས་བསྡད་འོ་རེད། ཟ་ལུག། འགྲོ་ལུགས། སྤྱི་ཚོགས་སྤྱི་ལ་ག་འདྲས་སུ་འགྲོ་དགོས་རེད་སྤྱི་ཚོགས་སྤྱི་ལ་སྐད་ཆ་ག་འདྲས་བཤད་དགོས་འདོད། རྒན་པ་ལ་གུས་ཞབས་ག་འདྲས་བྱེད་དགོས་འདོད། ཆུང་བ་ལ་བྱམས་སྐྱོང་ག་འདྲས་བྱེད་དགོས་འདོད། འགྲོ་ལུགས། ཟ་ལུགས། འགྲོ་ལུགས། སྡོད་ལུགས་གསུམ། ད་སྡོད་ལུགས། ད་སྤྱི་ཚོགས་ནང་ལ་ག་འདྲས་བསྡད་དང་འགྲོ། འོ་དེ་ཚོ་ཆ་ཚང། ཕ་མ་གི་བསླབ་བྱ་རྒྱག་གི་རེད། འོ་མི་རྒན་པ་ཐོབ་དུས་ཞེ་ས་བྱ། འོ་སློབ་གྲྭ་ལ་བསྡད་དུས་སྐྱིལ་ཀྲུང་བྱ། དགོན་པ་ལ་འགྲོ་དུས་ད་ནི་གང་བྱུང་མ་བྱུང་ཆུ་རེ་གོན་ནས་མ་འགྲོ་ཨ། ཕྱེད་ཀ་ཚོ་བཏོན་ནས་མ་འགྲོ་ཨ། དེ་ཚོ་ཚང་མ་དྲིན་ཆེན་ཕ་མའི་བཀའ་དྲིན་རེད།

བཙན་བྱོལ་ནང་ལོགས་ལ་སྐྱེས་བསྡད་པས། ད་འདི་ངས་ཚང་མ་ལག་མི་ཐང་འདི་ངས་ཁྱེད་རང་ཚོས་བསམ་བློ་བཏང་དང། ངས་ཁྱེད་རང་ཚོ་ནག་པོ་བཟོ་ཡག་དང་ཁྱེད་རང་ཚོ་ལ་དམའ་འབེབས་བྱས་བྱུང་བཙན་བྱོལ་ནང་ལོགས་རང་ལ་སྐྱེས་པའི་སྤུ་གུ་མང་ཆེ་བརྒྱ་ཆ་མང་ཆེ་གི་དེ་ཤེས་ཀྱི་མི་འདུག་ད་འདི་ཕ་མ་གི་བྱེ་མ་དོར་བ། འོ་དེ་རེད་དེ་འདྲ་སོང་དང། ད་གལ་ཆེ་ཤོས་དེ། ང་ཚོ་གི་སྤུ་གུ་ལ་ཨ་ཁུ་ཨ་ཞང་ཨ་ནེ་སྤོ་པོ་ལ་སོགས་པའི་སྤུ་གུ་ཏེ་སེལ་སྤུ་གུ་ཁ་བ།

དེའི་རྣམ་པ་ཚོའི་ཐུགས་ལ་བཞག་འོང་གི་འདུག་ཨེ་ནས་ཕ་མ་ཚོ་གལ་ཆེ་ཤོས་ཕ་མ་ཚོ་དང་ཕ་མ་ཚོ་གི་སྤུ་གུ་རྐྱང་རྐྱང་བཏང་གི་འདུག་ཨེ་ནས་ནང་ལ་གླེང་མཁན་གྱི་སྦྲུལ་པ་ཚོ་གི་སྤུ་གུ་ལ་འགེམ་རྩེ་གི་འདུག་ན་རྩེ་རྩེ་གཅིག་ཐོན་ཨོ་འདི་རྩེ་ལ་མ་བཅུག་ཨ་ཟེར་ཡིན་ཅི་མིན་ཅི་ལབ་བར་འདི་ངའི་སྤུ་གུ་འཕྲོ་ལག་འགྲོ་གི་རེད་ཟེར་ལབ་བར་ཁར་ཐུག་ལོག་དང་ཁ་བསམ་ན་གོ་དེའི་ལམ་ལམ་བསམ་ན་འགྲོ་དེའི་ལར་འདི་གནད་འགག་ཆེན་པོ་རེད།

འདི་གིས་ང་ཚོ་བོད་མི་རིགས་ཀྱི་མ་འོངས་པའི་སོན་རྩ་མང་པོ་ཞོ་གཅིག་འཕྲོ་བརླག་འགྲོ་གི་རེད་ཚེ་སྲོག་ད་ག་ནང་བཞིན་དེའི་ཕ་མ་དེ་གི་མི་ཚེའི་ནང་ལ་སྡུག་བསྔལ་ནང་བླུགས་ཚར་རེད་འོ་དེ་འདྲ་སོང་ཙང་རྣམ་པ་ཚོ་དངོས་གནས་ཀྱི་སྤུ་གུ་དེ་ལ་ཤ་ཚ་དང་དེ་འདྲ་ཡོད་ཀི་ན་སྤུ་གུ་དེ་ལ་གྲོང་ཁྱེར་སྤྲད་རྩེད་སྤྱད་ཉོས

བལྟས་ཟེར་ཅིག་དེ་བྱེད་ཐུབ་ན་ཡག་པོ་རེད་ད་ང་ཚོ་མང་པོ་ཅིག་ཕྱི་རྒྱལ་གྱི་མིར་བལྟ་གི་འདུག་ཕྱི་རྒྱལ་གྱི་སྤུ་གུ་དེ་ཚོ་ཁྱེད་རང་ཚོ་ཕྱི་རྒྱལ་ལོས་ངན་ཚོ་གི་དོ་སྣང་བྱེད་དང། ཕྱི་རྒྱལ་གྱི་སྤུ་གུ་དེ་ཚོ་ལ། ཆུ་ཚོད་མང་པོ་འདི་ག་ཟེར་ཅིག་ཁ་པར་ལ་རྩེད་མོ་རྩེ་ཡ་སྤྲད་ཀྱི་འདུག་གས། ཁྱོད་འདྲེ་མ་རེད་ཁོ་ཚོ་གི་རྩེད་མོ་རྩེ་ཡ་འདུག་སྐབས་སྐབས་ལ་ཁྲིག་རེད་རྩེད་མོ་རྩེ་ས་ཁོ་རང་ལ་ཨེ་དེ་ནས་ཁོ་རྩེད་འཇུག་མ་རེད། འདི་སྤུ་གུ་ཁོ་རང་འདོད་པ་ཚིམ་པོ་ཕངས་མ་ལས་དཀའ་ངལ་ཉུང་ང།